ཝེ་ནེ་ཛུ་ལཱ་ནང་ལ་དྲག་པའི་འགག་རྩ་གཅིག་ལས་འགུལ་གང་དག་སྤེལ། དྲག་པའི་ལས་འགུལ་སྤེལ་ཙམ་མ་ཡིན་པར་དེའི་སྐབས་སུ་ཨ་རིའི་འགག་རྩ་གཅིག་དམག་མི་ངེད་ནས་ཝེ་ནེ་ཛུ་ལཱ་གི་སྲིད་འཛིན་ནི་གོ་ལ་མ་ཏུ་རོ་དེ་འགག་རྩ་གཅིག་འཇུ་བཟུང་བྱས་པའི་དེ་རིང་གང་དག་སྤེལ་ད་གནས་ཚུལ་གང་དག་ཅིག་དེ་ཡིན་པ་ཨ་རིའི་གནས་ཚུལ་དེ་ཙམ་མ་ཡིན་པར་དེའི་སྐབས་སུ་ཨ་རིའི་ངེད་ནས་འགག་རྩ་གཅིག།

ལུག་གྲུབ་ཆུང་བའི་དེ་འབྲེལ་གང་ལྟར་ཤུགས་རྐྱེན་ཞིག་ལ་བརྟེན་རྗེས་ཨ་རིའི་སྲིད་འཛིན་གྲོ་ནོ་ཁྲོམ་གྱི་ངས་ནི་ཝེ་ནེ་ཛུ་ལ་ཙམ་མ་ཡིན་པར་གང་ལྟར་ཅིག་ཨ་རི་དང་ཉེ་འོད་ཀྱི་རྒྱལ་ཁབ་ཕྱི་མ་སོགས་ནང་ལྟར་ཅིག་ཨ་རིག་གི་ཤུགས་རྐྱེན་སྤེལ་ཡའམ་གང་ལྟར་ཨ་རིག་གི་སྟོབས་ཤུགས་སྤེལ་གྱི་གང་ལྟར་ཅིག་གླེང་སློང་བྱས་ཚུལ་མང་རུ་འགྲོ་ཡའམ་དེ་ཚོ་གང་ལ་དོ་སྣང་བྱས་ཏེ་ཏིག་ཏག་མང་རུ་འགྲོ་སོང་བ་ད་ཐེངས་དཔེར་ན་རྒྱལ་ཁབ་ཕྱི་མ་ནང་ལྟར་ཅིག་ཨ་རིའི་སྟོབས་ཤུགས་སྤེལ་ཙམ་མ་ཡིན་པར་དེ་གཉིས་མཉམ་དུ་རྒྱལ་ཁབ་ཕྱི་མ་ཡི་གང་ལྟར་ཅིག་ས་ཆ་ཟའི་ཚོ་ག་ལ་ལྟར་ཅིག་གླིང་སློང་བྱས་ཏེ་གང་ལྟར་ཤུགས་ཆེ་རུ་འགྲོ་སོང་ང་ད་དེ་ཡང་ད་རྒྱལ་ཁབ་གཞན་མ་གི་ས་ཆ་ཟའི་ལ་ཡ་ཤུ་ལ་ལྟར་ད་ལྟ་ལྷོ་ཨ་མེ་རི་ཀ་ན་ལ་ཡ་རྒྱུག་རྒྱལ་ཁབ་མ་ཡིན་པ་ད་ག་ལོ་ལྟར་ཅིག་ཨ་ཕྲིག་ན་ལ་ཡ་རྒྱུག་དེ་རུ་ལྟར་ཅིག་དེ་ལྟར་འབྲལ་མ་གི་མངའ་ཁོངས་ན་ལ་ཡ་རྒྱུག་གི་གླིང་ཕྲན་གས་ཆོ་བོ་ཅིག་བོ་ད་ལྟ་གུ་རིན་ལན་ལ་ཉེར་བོ་ད་དེ་གི་གླིང་ཕྲན་དེ་ཨ་ནི་ཨ་རིའི་མངའ་ཁོངས་ལ་བཅུག་ཡས་ག་ལོ་ལྟར་ཅིག་བེ་སྐད་ཆ་བཤད་ཡས་ན་མས་ཡ་མ་དེ་ག་ལོ་ལྟར་གང་ལ་བགྲོ་གླིང་བྱས་ཏེ་ཞོ་བོ་ཅིག་བེ་དེ

སྐད་ཆ་བཤད་མྱུང་རེམ་དེ་ཏིས་གང་ད་ཁུ་སིམ་སིམ་རུ་ཆགས་སོང་བ་ད་ཡིན་ན་ཁ་སང་ཝེ་ནེ་ཛུ་ལ་ནང་ལ་དེ་འདྲེ་གི་རྒྱལ་ཁ་ཐོབ་ཡམ་དེ་འདྲེ་གང་ད་ལེགས་གྲུབ་བྱུང་ཡ་དེ་ལ་བསྟན་བྱ་ཨ་ནི་ད་ག་ལོ་དེ་གུ་རིན་ལན་དེ་ད་ཨ་རི་མངའ་ཁོངས་ལ་ད་ས་ཡ་ལ་འགྲིག་མ་སོང་ད་ཨ་རི་མངའ་ཁོངས་ལ་བཅུག་ཡ་ཡི་དེ་འདྲེ་སྐད་ཆ་བཤད་ཡི་ན་ཡམ་དེ་ག་ལ་གླིང་ལོང་བྱས་དེ་བད་དེ་མང་འགྲོ་སོང་འོ་དེ་ར་སོང་ཙ་ད་དེ་སྐད་ཆ་བཤད་མང་རུ་འགྲོ་བ་ནང་ད་ཡི་ད་ཁ་སང་ཚེས་དྲུག་ཉིན་སུ་ལ་ཡང་གོ་ནི་གང་ད་ད་ཅིག་ཨ་རི་གི།

གནས་ཚུལ་གས་ཕྱོགས་དེ་ག་རེ་ལས་ལ་ན་ཏཱ་དེ་འདྲ་ཁ་སང་ཚེ་ཐིང་ཉིན་ཚོ་ལ་ཨ་ནི་ཁ་ལོ་ད་ཅིག་ཨ་རིའི་ཕོ་བྲང་དཀར་བོ་གི་ཕོ་བྲང་དཀར་བོའི་ཁ་ལོ་ད་ཅིག་དྲིན་གསར་པ་དེ་ངས་ནས་ཨ་ནི་གསལ་བསྒྲགས་གས་ཕྱོགས་ཅིག་ག་རེ་བྱས་བྱས་ལ་ན་ཏཱ་དེ་ད་ལྟ་ཟེར་ལ་ཨ་ནི་ཨ་རིའི་སྲིད་འཛིན Donald Trump བཞུགས་ངས་ནས་ཨ་ནི་གུ་རིན་ལན་དེ་ད་ཅིག་ཨ་རིའི་མངའ་ཁོངས།

ཁ་ཟི། ཨ་རིའི་མཁན་ལ་ལྟ་ཅིག་གྷུ་རིན་ལན་དང་ཨ་ནི་གྷུ་རིན་ལན་གྱི་བདག་པོ་དང་ད་དྲེར་མ་མཉམ་དུ་ལྟ་ཅིག་ཞི་བའི་ཐོག་ནས་འཕྲལ་བསྡུར་བྱས་མ་གང་ད་ཚོང་འབྲེལ་ཐོག་ནས་ད་དེའི་དཀའ་ངལ་དེ་སེལ་མ་དུས་ཡང་གང་ད་གྷུ་རིན་ལན་དང་ཨ་རིའི་མངའ་བ་ལ་ཅུག་མ་དུ་བ་ཡིན་ན་ཨ་ནི་དྲག་པོ་བེད་སྤྱོད་བྱས་པས་དེ་འདྲའི་གསལ་བསྒྲགས་ཅིག་ཁ་སང་ཨ་རིག་གི་ཕོ་བྲང་དཀར་བོའི་དྲི་ཟ་པོ་དེ་ངས་བྱས་འདུག་བ་ད་དེ་ཡང་ཅིག་ད་དྲག་པོ་བེད་སྤྱོད་བྱེད་སྲིད་ཀི་ལ་ཉེ་སྐད་ཅིག་ད་ཨ་རིའི་སོན་གྲོ་ནོ་ཁྲུམ་ངེས་མ་རང་བཤད་རེད་དེ་ཡིན་ན་ད་ཁ་སང་གྷོ་ནི་བས་དེ་དྲག་པོ་བེད་སྤྱོད་བྱས་ཏེ་ང་ཚོ།

གླེང་ཡིག་ཆེད་དུ་ཨ་ནི་གོ་རིན་གླེང་སྟེ་ཉུལ་བས་ཀྱི་ཐབས་ཤེས་བྱས་འདུག་ལ། རོ་ད་ས་ཆ་ཉུལ་བས་ལ་ཉེ་དེ་ད་ཡང་ཨ་རི་འགྲོ་ལ་ཆ་ཚེ་པ་ན་ཞོའུ་ཡང། གསར་བ་འགྲོ་དང་ཞོའུ་ཡང་གཅིག་གོ་མིག་ས་ཐོར་གས་ཆ་ཡས་མ་རུ་བ་གང་ལྟར། ཨ་རི་གི་མངའ་ཁོངས་ན་ལས་སྐྱོབ་ཀྱི་ས་ཆ་མང་པོ་ཞོག་ཅིག་ཨ་རི་ཉུལ་རྒྱུ་རུ་བ། དཔེར་ན། ཧྥེན་ས་ནས་ཨ་རི་ག་ཚེ་ཉུལ་ས་རེད་ཨ་ནི་དེ་ཙམ་མ་ཡིན་པ་དཔེར་ན། ད་ལྟ་ཨ་རི་ས་ཆ་ཨ་ལ་སི་ཀ་ལ་ཉེ་སྟེ་ར་ཤི་ས་ནས་ཚུར་ཉལ་རྒྱུ་རུ་བ་དེ་ནང་ལྟ་ད་ལྟའི་ཆར་གོ་རིན་གླེང་སྟེ་ཉུལ་བས་ཀྱི་དེ་རིང་གང་ལྟར་ཕེབས། ཆ་ཤས་གཏིང་གི་དུག་ལ་འོ་རེད། རོ། དཔེར་ན་དེ་འདྲའི་ཆ་ཤས་གཏིང་ཡང་ལ་བརྟེན་བྱས་ད། ཁ་སང། ཕོ་བྲང་དཀར་བོའི་མགྲིན་ཚབ་ངེས་ན་ད། ཐ་མ་འུ་ཐུག་ན་གྲྭ་པས་ཡང་བེད་སྤྱད་བྱེད་ཀྱི་ཡིན་ལས་སྐད་ཆ་འདི་གི་རྡོག་རྡོག་ལྟ་དེ་བཙོང་ཡ་ཞིག་ཏུ། ལབ་སྐྱོང་ཡིན་སྲིད་པ་རེད་ལ་དེར་ཡང་བསམ་ཚུལ་བཤད་ཡོད་དོ་ཁ་སང་ད། དྲག་པོ་གཏོང་ནས་ཞོའུ་གནས་ཤུགས་སྤྲད་ད་ག་ད་ཕེ་ཞོའུ་རྩིས་ད་ད་ནི་ཐ་མ་ད་གང་ད། དྲག་པོ་ལ་ད་གང་ད་ད་ཅིག་ཞི་བའི་ཐོག་ནས་གང་ད་སྐད་ཆ་བཤད་ནས་ཡག་གི་སྲིད།

ཀུ་རེ་ལན་དེ་ཕ་ཨ་རི་ལ་མ་ཤོར་ན་དཔེར་ན་ཨ་རི་ལ་ཡ་ཆ་ན་ད་ཅིག་ཀུ་རེ་ལན་ན་ད་དམག་དང་འབྲེལ་བ་རྒྱུ་ཅིག་བྱ་ཡི་དེ་རིང་སྐད་ཆ་བཤད་ཡས་དེ་ན་ད་གང་ལྟར་ཨ་རིའི་དམིགས་ཡུལ་དེ་རང་གཅིག་པོ་དེ་རང་རེད་མི་འདུག་འདིར་བཟུང་ད་གང་ལྟར་ག་རེ་མ་གང་ལྟར་ད་ཀུ་རེ་ལན་དང་འབྲེལ་མ་གང་དེ་འདྲའི་ཕ་ཨ་རི་ལ་རེ་བ་འདྲ་བོ་ཅིག་ཤེས་བྱ་ཨ་ནི་ད་དེ་གི་མཉམ་དུ་ད་ཁ་སང་ཨ་རི་གི་དེ་འདྲའི་གང་ལྟར་བའི་སྐད་ཆ་བཤད་འདུག་གང་ལ་ཨ་ནི་ཡུ་རོབ་སྤྱི་མཐུན་ཚོགས་པ་ངེས་ནས་ད་ཅིག་མཉམ་རུབ་ཀྱི་ཐོག་ནས་བའི། སར་གྱི་བསྒྲགས་གཏམ་ལོག་གཡམ་དེ་འདྲས་གང་ད་སར་གྱི་གསལ་བསྒྲགས་གཅིག་བྱས་འདུག་ད་གང་ད་བསྒྲགས་གཏམ་འདྲ་བོ་གཅིག་སྤེལ་འདུག་ད་དེ་ག་རེ་སྤེལ་བྱས་ལ་ན། ད་དཔེར་ན་ཡུ་རོབ་སྤྱི་མཐུན་ཚོགས་པ་དེ་སྤེལ་སྐད་དེ་ད་ཁ་སང་ཚེས་དྲུག་ཉིན་སུ་ལ་དེ་ད France ནང་ལ་དེ་ད་གཅིག་ཁར་ས་ཡུ་རོབ་ཀྱི་ཡུཀ་རེན་དཀའ་ངལ་དང་འབྲེལ་བའི་ཐོག་ནས་ཨ་ནི་ཡུ་རོབ་ཀྱི་གོ་རིམ་སོགས་ཚོགས་འདུ་གས་ཆོག་ཆོག་ད་དེ་གི་ཚོགས་འདུ་ཚོགས་ཡ་སོགས་འབྲེལ་བའི་ཐོག་ནས་ཨ་ནི་ཁོང་ཚོ་བསྒྲགས་གཏམ་ག་རེ་སྤེལ་བྱས་ལ་ན། ཨ་ནི Greenland ལ་ཉེ་དེ། ཨ་རི་འོག་ལ་བཙུགས་དང་མ་བཙུགས་ཡང་མ་ག་ད་གུ་རིན་ལན་གྱི་མ་འོངས་པ་ད་ལས་དབང་དེ་ཐག་ཅི་བྱེད་མ་བྱེད་དེ་ཨ་ནི་གུ་རིན་ལན་གྱི་མི་དམངས་དང་ཨ་ནི་འབྲལ་མ་གི་གཉིས་ལ་ཡོད་པ་མ་གཏོགས་ཨ་ནི་གཞན་པ་སུ་གང་བྱེད་དེ་ཐག་ཅི་བྱེད་ཐུག་གི་མ་རེད་ཡིན་ན་ལས་དེ་གང་ལ་ཐེ་ཇི་བྱེད་ཐུག་གི་མ་རེད་ལ་འདི་འདྲི་ག་འདུག་ཁོ་ཚོ་པས་ད་བསྒྲགས་གཏམ་ཅིག་གང་ལྟར་ཅིག་དཔེ་ཞོ་བོ་ད་ཐེ་ཤུ་ལ་རྡོག་རྡོག་ག་ད་ཁོང་ཚོ་ངས་ནས་ཨ་ནི་ཨ་རི་གི་དེ་རེ་ད་ཅིག་གསལ་བསྒྲགས་བྱས་ནས་ཡིན་པ་ག་ད་ཨ་རི་ཡི་དེ་རེ་ག་ད་ཐབས་ཤེས་བྱེད་ཚུ་གང་ལ་ཨ་ནི་རྒྱབ་སྐྱོར་མེད་བ་དེ་ད་གསལ་བོ་གསལ་རྐྱང་འདྲ་བོ་ཅིག།

ཤེས་བྱ་ནི་ད་ག་ད་ཡུ་རོབ་དང་ཙམ་མ་སྤེལ་ན་དེ་སི་པན་གྱི་སྲིད་འཛིན་ངན་ན་ཞི་བ་ངོ་བོ་ཞིག་དང་དེ་རྩ་བ་ཉིད་འགྲིག་གི་མ་རེད་ལོ་ད་དེ་ཀུ་རིན་ལན་ལ་ཉེ་དེ་ཨ་རིའི་ས་ག་ཡུལ་ང་ཚོ་པས་དེ་ད་ཅིག་རྒྱལ་སྤྱིའི་གི་ཁྲིམས་དང་མ་བརྩི་བ་ཡང་མ་ཧོ་ད་ཅིག་རྒྱལ་སྤྱིའི་ཁྲིམས་དང་འགལ་བྱས་པས་དེ་རྒྱལ་ཁབ་ཤ་མ་ས་ཆ་ས་ག་ནི་དེ་ཙམ་མ་ཡིན་པ་གང་ད་འདྲེར་དམག་ལ་བས་དེ། དེ་གང་ལྟར་ཨ་རི་གི་མཐུན་ཕྱོགས་རྒྱལ་ཁབ་ཡུམ་ནེ་ཏྲོ་གི་ཚོགས་མི་འབྲེལ་མ་ལ་བས་དེ་དག་མ་རྩིས་ཀྱི་རོ་གཅིག་ཆགས་ཀྱི་རེད་ཟེར་བ་དེ་འདྲ་སོང་ཙང་དེ་ཚོ་སྔས་མ་ཡང་ཁས་ལེན་བྱས་མིན་དེ་ཙམ་མ་ཡིན་པ་ད་ལྟ་ཡང་དེ་ཚོས་གང་ལྟར་ཁས་ལེན་བྱེད་ཐུབ་ཀྱི་མ་རེད་ལ་འདི་འདྲས་གང་ལྟར་བེད་གསལ་དྲ་གྲོགས་གཅིག་བྱས། དེ་ཕྱི་ཟླ་དེའི་ནང་དུ་ད་ལྟ་ང་ཚོ་ཁ་གསལ་ཏེ་གུ་རིན་ལན་དང་ཨ་ནི་ཨ་རི་ཁོང་ཚོ་དང་འབྲེལ་བའི་ཐོག་ལ་ད་ང་ཚོ་གནད་འགག་དེ་ག་རེ་གོ་ཚོད་ལ་ན་ད་དེ་ད་ལྟ་ཟེར་ལ་ཨ་ནི་ཨ་རི་ངས་ནི་ག་རེ་བྱས་ན་ད། ཀུ་རིན་ལ་ལ་ཤོ་ཤོ་ཐོ་ནང་ཆིར་ཡང་མ་ན་ཨ་ནི་ཨ་རིའི་སིན་ཟུར་འགྲོ་ནོ་ཁྲུམ་ངེ་ནས་ག་རེ་བྱ་ནི། ཀུ་རིན་ལན་དེ་ཨ་ནི་ཨ་རི་ང་ཧོང་ལ་བཅུག་པའི་ཐབས་ཤེས་ཆིར་སོ་ད་དེ་ཏོག་ཏོག་ང་ཚོ་ཀུ་རིན་ལན་ལ་ཉེ་དེ་གལ་གནད་དེ་ད་ང་ཚོ་ཧ་གོ་དགོས་རོ་བ་ད་དེ་ང་ཚོ་ཧ་གོས་ལ་ད་དང་པོ་ང་ཚོ་ཀུ་རིན་ལན་ལ་ཉེ་གི་ད་ས་ཆ་མ་དེ་གི་གླིང་ཕྲན་དེ་གོ་བ་མི་ང་ཚོ་ལྟ་བུ་ཀུ་རིན་ལན་ལ་ཉེ་དེ་གོ་བ་ཡར་སི་ན་ད་དེ་ང་ཚོ་ཨིན་ཇི་ག་ཤོད་ན་ཨར་ཏིག་རི་ཇན་ན་ལ་ཨར་ཏིག་རི་ཇན་ལན་ཀོ་སུ་ཏང་ཙུའུ། བྱང། ག་ལོ་ད་ཅིག། རྒྱ་མཚོ་ར་བྱིའུ་ཏང་ཙུའུ་ཏང་གི་བེ་ཀན་ཏག་ཏག་ཧ་མ་སུ་གང་ད་ད་དེ་འདྲའི་གང་ད། ཏང་ཙུའུ། ར་ཤི་ཡའི་ཏང་ཨ་རི་དེ་ཚོ་ནང་ལ་ཁ་ན་ད་དེ་ཚོ་ནང་ཡ་རོ་ཏང་ཙུའུ་དེ་ལ་ཁ་ལོ་ད་ངི། ཏང་གི་བེ་ཀན་ཁྲི་པ་ཅིག་གང་ད་ད་དེ་འདྲའི་གང་ད་ཨ་ཀྲིག་གི་ཚོགས་ཀི་ནང་ལ་ཨན་ད་དེ། དེ་གར་ས་ཀུ་རིན་ལན་དེ་ཡ་ཏི་ལིང་ཏན་དེ་ཡ་རོ་ཨན་དེ་ཙམ་མ་ཡིན་པ་དེ་གི་ལིང་ཏན་དེ་འཛམ་གླིང་ནང་ལི་ལིང་ཏན་ཆེ་ཤེས་ཤིག་ཡིན་ལ་ཡ་རོ་དེ་ལ་སོང་ད་ད་དང་པོ་ཁོ་ཡེ་སའི་ས་ཆ་དེ་རོ་ཨན་དེ་གི་མཉམ་དུ་ཨན་ད་ཨ་ཀྲིག་ལ་ཉེ་གི་ཚོགས་ཚུ་ནང་ལ་ཨ་ནི་ཚོགས་དེ་ཚོ་འགྲམ་ལ་ད། གོ་རིམ་ལན་ཙམ་མ་ཡིན་པར་རྒྱལ་ཁབ་སུ་སུ་ཡ་ལ་རྒྱལ་ཁབ་ཕྱི་མ་སུ་སུ་ཡ་ལ་ན་ད་དེ་དང་པོ་དེ་ལ་ད་ཨ་རི་ཡ་ཡིན་པར་བ་ནི་ཁེ་ན་ཏྲ། ར་ཤི་ཡ། དེ་གི་མཉམ་དུ་ནོར་ཝེ། སུའུ་ཏན། ཧྥིན་ལན། ཨའི་སི་ལན། བ་ད་དེ་གང་ད་རྒྱལ་ཁབ་སོ་ཨ་ནི་ད་དེ། ག་ད་ཚོ་དེ་ཐ་གུ་ལ་ཡ་ར་བོ་དེ་ར་སོང་ཙང་ད་དང་པོ་དེ་ལ་ཁོ་ཡི་གོ་རིམ་ལན་ས་ཡི་ས་ཆ་ཆགས་སྟངས་ཡིན་ན་ར་ཡ་མ་ད་དེ་ན་ལ་རྒྱལ་ཁབ་སུ་སུ་ཡ་མེད་དེ་འདྲ་ཅིག་ཆགས་དེ་ཡས་ཧྲོ་དེ། ད་དང་པོ་གནད་ཀ་དེ་རུ་ལྟ་དེ་མཉམ་དུ། ད་གནད་ཀ་གཉིས་བ་དེ་ག་རེ་བྱ། ད་དེ་དེ་ནང་ཚུ་ག་རེ་བྱ་དེ། གོ་རིམ་ལན་ལ་ཉེ་དེ་ཨ་ནི་ཨ་ཀྲིག་གི་ཚོགས་དཀྱིལ་མ་དུ་ཨ་ནི་དེ་དཀྱིལ་མ་ཡི་སྐོར་སུ་ད། དེ་གི་ག་ད་ཕྱོགས་གཉིས་ལ་ར་ཤི་ཡའི་དང་ཨ་ནི་དེ་ཡར་རོ་ག་བྱ་དེ། ཨ་རི་ཡར་རོ་དེ་འདྲ་སོང་ཙང། གང་ད་ད་ཅིག་ཨེ། དམག་སྤྱི་གང་ནས་ཡིན་ན་ཡང་དང་ཐབས་སྤྱི་གང་ནས་ད་འདི་ས་ཆ་འདི་གས་ཆོག་ཞོ་ཆགས་བསྡད་འདུག་ག་གང་ལྟར་ཁོ་གཉིས་ཀྱིས་མ་ལ་དེ་རེད་དཔེར་ན་འདི་གས་ཆོག་ཆགས་དང་མ་ཆགས་ངེད་མ་དམག་སྤྱི་གཉིས་པོའི་སྐབས་སུ་ཡིན་ནའང་རེད་ཡང་མ་གང་ལྟར་ངེད་མ་གྲང་དམག་སྐབས་སུ་རེད་ན་འདི་ཨ་རིས་ངེད་ནས་འདི་གི་ས་ཆ་འདི་བེད་སྤྱད་མང་པོ་བྱས་རུང་བ་དཔེར་ན་ངེད་མ་གྲང་དམག་སྐབས་སུ་ཨ་ནི་ཨུ་རུ་སུ་ལ་ཕག་ཁབ་སྟེར་བྱས་ཁ་ཡང་མ་གང་ལྟར་ཨུ་རུ་སུ་ལ་ཕག་སྲང་ཉུང་བྱས་བྱས་འདུག་ཨ་ནི་གུ་རིན་ལན་ན་ནང་ཨ་ནི་ཨ་རིག་དམག་སྒར་མང་པོ་ཡོད་རུང་བས་ན་ཕ་ཆེ་ཨ་རིག་དམག་སྒར་སྤྱན་སྔ་ཟེར་ཡོད་ལ་ཨ་ནི་དེ་ཙམ་མ་ཡིན་པར་ཨ་ནི་ཨ་རིག་དམག་མི་ཁོ་རང་ཕ་ཆེ་ཁྲི་ཟིག་ཟིག་ཕིང་ན་བཞག་འདུག་བ། ད་དུང་ཨུ་རུ་སུ་ལ་ཕག་གསང་ཉུང་བྱས་ན་ཡང་མ་ག་ད་ཨུ་རུ་སུ་ལ་ཕག་གང་ད་ཁ་ད་ཅག་ཅིག་འདུག་དེ་འདྲ་བཞག་འདུག་བ་ད་ཡིན་ན་དེ་གི་རྗེས་ནི་ཨུ་རུ་སུ་ཐོར་ཚར་རྗེས་ན་ནི་དེ་སི་ད་འཛམ་གླིང་ཁོ་རང་ཞི་བདེ་དྲག་ཆག་ཆག་ཨ་རིག་ཕི་གི་ནང་ལ་ཡོད་རྒྱུ་གི་དམག་སྒར་ཚང་མ་ཕྱིར་འཐེན་ཨ་ནི་དེ་ཙམ་མ་ཡིན་པ་གང་ད་ཕི་གི་ནང་ལ་དོ་སྣང་བྱས་ཏེ་ཞོ་ཉུང་རུ་འགྲོ་རུ་བ་འོ་དེ་འདྲ་སོང་ཚར་ད་དང་པོ་དེ་ལ། ཀུ་རིན་ལན་དེ་ར་ཤི་ཡའི་ནང་ཁར་ས་དེ་ཨ་རི་གྱིས་མ་བྱས་གནད་འགག་དེ་དེ་འདྲའི་གང་ལྟར་ད་རྒྱུ་མཚན་ལ་བརྟེན་ཅི་ཨ་ནི་དེ་གནད་འགག་དེ་འདྲ་ཆགས་ཏེ་ཨ་ཐེ་གི་མཉམ་དུ་ད་ད་ད་སི་ལ་ད་དམག་ཙམ་མ་ཡིན་པ་ད་དེ་ལས་གལ་ཆོ་ག་ར་ཆགས་སོང་ན་ད་དེ་ཨ་ཐེག་ལ་ཉེ་དེ་ད་ཅི་ད་ཚོ་ཁོ་རང་ཏོག་ནས་བས་དེ་ད་ང་ཚོ།

འཁྱགས་པ་མང་པོ་བྱུང་རྗེས་བཞུར་རའི་འགོ་བཙུགས་ཚར། ད་དཔེར་ན་ཆིག་སྟོང་དགུ་བརྒྱ་བདུན་ཅུ་སྐབས་སི་ཨར་སྒྲིག་ཚོགས་ཀྱིས་འཁྱགས་པ་ད་ཚད་གཞི་དེ་དང་ད་ཐེངས་ད་ང་ཚོ་ཉིས་སྟོང་ཉི་ཤུ་ད་རྩ་བཞི་རྩེ་ལྔ་ད་དང་རྦད་དེ་བཞི་བོ་འཁྱགས་པ་མང་པོ་བཞུར་ཚར་འོ་དེ་འདྲ་བཞུར་སྐབས་སུ་ཨ་ནི་འདི་གི་ཚོགས་དེ་ད་ཚོང་ལམ་ཧང་སང་གས་ཆོག་ཆགས་དེ་ལ་ད་ཚོང་གི་ལམ་པ་དཔེར་ན་ཚོང་གི་ལམ་པ་གས་ཆོག་ད་མ་ཆགས་ད་དཔེར་ན་ཨར་སྒྲིག་གིས་ནི་ད་ཅིག་རྒྱ་ནག་ལ་བཅར་ཨོར་གི་ན་རེ་ར་ཤི་ཡའི་དང་ཨ་རི་ཁ་བོ་ན་ད་དེ་ཧང་སང་ཚོང་ལམ་གས་ཆོག་དེ་འདྲ་སོང་ཙང་ཨ་ནི།

མེ་བ་སོགས་ཀྱིས་གྲུ་གཟིངས་དེ་ལ་ཟོག་གི་ཡོད་རེད་བ། ད་ཡིན་ན་ད་ནི་ཅི་ཟེར་དེ་ལ་ཟོག་མེ་བ་རྦད་དེ་ད་དེ་ཁར་ས་དར་འཁྱག་པ་ཚང་མ་བཞུ་གུས་སོང་ཙང་ད་དེ་ཚོང་ལམ་རང་བཞིན་ཆགས་དེ་དཔེར་ན་ཚོང་ལམ་ཆགས་ཐེངས་བཅས་ད་ད་དེ་ཆགས། ད་ཨ་ཀྲི་ལའོ་རེམ་ཁ་ད་གུ་རིན་ལ་ཁོ་ཚོ་འགྲམ་ལ་ཡོད་རྒྱུ་གི་རྒྱལ་ཁབ་ཚོ་དོ་སྣང་བྱས་ཙམ་མ་ཡིན་པ་རྒྱ་ནག་ཡང་དེ་གང་ལ་ཞེ་བོ་དོ་སྣང་བྱེད་དེ་ཡོད་རེད་ཨ་ཀྲི་ནང་ལ་རྦད་དེ། རྦད་དེ། རྒྱ་ནག་གི་འདྲི་གཞི་གར་སྐྱེལ་ས་དང་ཁོ་ཚོ་རྦད་དེ། ཨ་ཀྲིག་ནང་ལ་ཡེ་རྒྱོ་གིས་རྒྱ་ཁབ་དང་ཁལ་མ་རེད་འདི་ནག་གང་དང་ཨ་ཀྲིག་དང་ཉེ་བོ་ཡེ་རྒྱོ་གི་རྒྱ་ཁབ་ཁོ་ཚོ་ཡིན་ལབ་ད་ཅི་ད་རྒྱ་ནག་དང་ཨ་ཀྲིག་ཚོ་གཉིས་བར་ལ་བར་ཆད་ཀི་ལོ་མི་ཏྲ་ཆིག་སྟོང་བཞི་བརྒྱ་ལས་བརྒལ་བ་འདུག་ཡིན་ནང་ད་ཁོ་ཚོ་རྒྱ་ནག་དེ་འདྲ་བཤད་དེ་ང་ཚོ་རྦད་དེ་ཨ་ཀྲིག་དང་ཉེ་བོ་ཡེ་རྒྱོ་གི་རྒྱ་ཁབ་མིན་ལབ་ཨོ་ད་ར་སོང་ཙང་ནི་ཁོ་ཚོ་གང་ད་ད་ཨ་ཀྲིག་ནང་ལ་གོ་སྐབས་ལེན་གི་ཐབས་ཆེ་བྱེད་རུ་བ་དཔེར་ན། སྔན་མ་ནས་འགོ་བཙུགས་རྗེས་རྒྱ་ནག་དང་ར་ཤི་ཡེ་གཉིས་དེ་མཉམ་རུག་ཐོག་ནས་ཨ་ཀྲིག་ཚོ་ནང་ལ་དམག་སྦྱོང་མང་པོ་བྱས་ཡིན་པ་འོ་དེ་འདྲ་སོང་ཙང་ད་ད་དེ་ཆ་རྒྱ་ནག་ཡང་དོ་སྣང་བྱེད་ཡོད་རེད་བ་འོ་དེ་འདྲ་གནད་ག་ལ་ཞིག་ཅེ་ཨ་ནི་ཨ་རི་ངས་ནི་ད་ཀུ་རེན་ལན་དེ་སྔ་ས་ནས་ཚུར་ཨ་རི་བ་ལ་བཅུག་ཐུ་ཨ་ན་ཨ་ནི་མ་འོངས་པ་དེ་ཚོང་ལམ་ཞོད་དགོས་ཀ་སུ་ད་ཨ་རི་གི་ཞོར་ལྷད་ལོ་སྟངས་འཛིན་བྱེད་ཡོད་རེད་བ་ཁར་ན་དང་པོ་དེ་ལ་དཔེར་ན་ཀུ་རེན་ལན་དང་ད་ད་ཁེ་ན་རྡ་གྱི་ནི་མ་ཚོང་ལམ་ཅན་དེ་ནས་ནི་ཀུ་རེན་ལན་དང་ཨའི་སི་ལན་གྱི་ནི་ཚོང་ལམ་འགྲོ་ས་རེད་ད་དེ་ཚོ་གང་ད་ཀུ་རེན་ལན་གྱི་ཕྱོགས་ཉིད་འགྲོ་དེ་ད་འོ་དེ་འདྲ་སོང་ཙང་ཨ་ནི་ཀུ་རེན་ལན་དེ་ཨ་རིའི་ངའོ་ལ་སླེ་བ་ན་ད། ཨ་རིའི་ཁར་ཆེད་བཅར་འོད་དེར་སོང་ཙང་ད་ཚོང་ལམ་ཐོག་ནས་གནད་འགག་དེ་འདྲ་གཅིག་ཆགས་ཏེ། རོ་ཨན་ཐིང་མཉམ་དུ་དོན་དུ་བཏང་ཚུལ། དམག་དང་འཐབ་ཇུས་རང་བཞིན་གང་ནས་བལྟ་བ་ཡིན་ན། ད་ད་ལྟ་ཨ་རི་དང་ར་ཤི་ཡ་གཉིས་བར་ལ་ད་གང་ལྟར་ཡིད་སྐྱོ་གང་ལྟར་ཨ་རི་ལ་ཕ་མྱི་ཤེས་ཏེ་གུ་རིན་ལན་ནི་ཡིན་ལོར་ས་ཆ། རོ་འོད་དེ་འདྲ་སོང་ཙང་དཔེར་ན་ར་ཤི་ཡའི་ཕྱོགས་ནས་དེར་ད་ཅིག་མཚན་ཆ་ཞེ་སྣང་ཚ་བོ་ར་ཡི་རེད་ཡ་ནི་རྦད་དེ་ད་ཅིག་ང་ཚོ་དཔེར་ན་དུག་སྦྲེལ་མཚན་ཆ་འདྲ་བོ་ཅིག་ཨ་རི་ཚོ་ལ་སུ་བཏང་ཡོད་ན། ད་འདི་དང་པོ་འདི་གི་འདུག་འདྲ་ཆེན་དེ་ཨ་རི་གི་ས་ཁུལ་ནར་མ་སླེབས་ངེས་ན་གུ་རིན་ལན་བགྱིས་ནས་དགོས་ཨ་ནི་གུ་རིན་ལན་ནང་ལ་ཨ་རི་གི་ད་ཅིག་དམག་སྒར་གས་ཆོག་དང་དེ་འདྲ་ད་ཅིག་ཚན་ཆ་ཟིམ་ཉེ་གི་ད་ང་ཚོ་ཡན་ལབ་དེ་འདྲ་གས་ཆོག་གློག་ཀླད་དེ་འདྲ་ཡོད་ན་ལམ་སང་འདི་ཟིམ་གི་རུ་བ་དེ་ཟིམ་ཆ་ལམ་སང་ཨ་རི་ས་ཁུལ་ལ་ད་བསྟན་ཁོ་ཚོ་ཁོ་ལས་ལའོ་དེ་འདྲ་སོང་ཙང་ཨ་ནི་དང་པོ་དེ་ལ་དམག་དང་ཐབས་ཇི་རང་ཞིག་གི་ནི་དེ་འདྲས་གས་ཆོག་ཆགས་དེ།

དང་ཞྭ་ཁ་ཡིན་པ་ཡང་མ་ནག་ག་དེ་ཚོ་ནང་ལ་ད་ཅིག་ར་ཤེས་དང་རྒྱ་ནག་གི་ལག་པ་ཆང་མ་ཅུ་བས་ཟོས་ཏེ་དམིགས་ཡུལ་གཙོ་བོ་དེ་རེད་འདུག་བ། ད་དེ་ཡང་ཅི་ལྟར་ང་ཚོ་ད་ལྟ་ཨ་རིག་གི་སྟོབས་ཤུགས་སྤེལ་ན་ད་ལྟ་རྙི་མ་སྲིད་སྤྱི་ཆོག་ད་མོ་ན་འབྲོག་བྲིན་མོ་ན་འབྲོག་བྲིན་ལ་ཉེ་སྤྱི་དང་དང་པོ་རྙི་མ་སོད་ཁ་སུ་ད་ལྷོ་ཨ་མེ་རི་ཀ་ཙམ་ཞིག་མ་གཏོགས་དེ་ད་ལྟ་གུ་རིན་ལན་དང་ཁེ་ན་ཀྲོག་ཏུ་གས་ཚིག་གི་མི་འདུག་བ་ད་ཡིན་ན།

ཚོང་བ་དང་མི་བ་ཟེར་རོ་ཁར་སི་ན་ད། ཁ་ཟི། རྒྱ་ནག་གི་ནས་ཡང Green Land ལ་དཔེ་ཞག་བུ་ལེན་བཏང་རྗེས་ཕེ་ནམ་བཏང་རྗེས་ཡང་དེའི Green Land གི་ནས་དཔེ་ཞག་སྤྲད་མ་ཐུབ་ན་ཡང་དེའི་ནང་ལ་རྒྱ་ནག་གི་དམག་སྒར་དང་རྒྱ་སྲིད་རུ་བ་ད་ལྟ་དེ་སི་རི་ལང་ཀང་གི་གྲུ་ཁ་ཧ་པན་ཀྲོ་ཀྲོ་པོར་དེ་རྒྱ་ནག་ཤོར་རུ་བ་ཨ་ནི་དེ་ཙམ་མ་ཡིན་པ། ཨ་ཧྥི་ཀའི་རྒྱལ་ཁབ་མང་པོ་དེ་འདྲས་ཀྱི་གནས་སྟངས་ལ་ཡལ་རུ་བ་དེ་འདྲ་སོང་ཙང་ཨ་ནི་དེ་འདྲ་མ་ཡོང་ཤེས་དུས་ཨ་རི་གི་དངི་མ་ནི་དེ་མི་བ་ཟེར་རོ་ད་དེ་ནང་ད་གང་ད་དུས་སུ་ད་བལ་དེ་དེ་འདྲ་གི་ཚོང་གི་འབྲེལ་བ་ཞིག་བཅད་ཙང་མ་ཡིན་པ་ཁྱེན་ཡོང་ཁོ་རང་ནས་གང་ད་བལ་ད་ཅིག་དེ་གང་ལ།

འོ་ལོ་ས་དེ་རིང་ང་ཚོ་ག་ཟེར་ཏེ་དེ་ལྟར་ཨ་རི་ཞིག་ན་དེ་ལྟར་ཅིག་ཀུ་རིན་ལན་ཨ་རི་མངའ་དབང་ལ་བཅུག་བས་ག་ལྟོ་ཅིག་གནད་དོན་དང་འབྲེལ་བའི་ཐོག་ནས་ད་དེ་རིང་བར་ཆད་དེ་འདྲ་འགྲོ་ཅིག་ཆགས་འདུག་དེ་ཤ་དེ་རིང་དེ་ལ་ངས་མཚམས་བཞག་ཨ་ནི་ང་ཚོ་ཡང་སང་ཉིན་གནངས་ཉིན་ག་ཟེར་ཏེ་ད་གནས་ཚུལ་གལ་ཆོག་དང་ཨ་རིའི་འགྱུར་བ་དམིགས་བསལ་ག་རེ་ཡོད་མེད་ལ་གཞིགས་རྗེས་ཨ་རིའི་ངེད་ཚོ་ཚང་མས་ཅིག་ག་ཟེ་ཀུ་རོ་ཅིག་ལ་སོང་ཨ་ནི་ས་ནི་ནང་བཅར་ཡོང་ཐུགས་ཆེ་གནང།